དགེ་སློང་བདག་གམ་མཁས་རྣམས་ཀྱིས་བསྲེག་བྱ་འདར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཀྱིས་མིན་ཞེས་པས། བདུད་རྩི་ལྟ་བུའི་ཤོ་ལོ་ཀ་དེ་སྔོན་དུ་བསུས་ནས། གུས་པ་རྣམ་པ་སྟ་རག་གིས་ལྷ་སྐལ་གྱི་འཚམས་འདྲི་དང། གཞིས་བྱེས་གཉིས་དུ་བཞུགས་པའི་བདུད་དབུས་ཁམས་གསུམ་གྱི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་དང་སྐུ་ཁམས་བཟང་ཞུ་བ་ཡིན། དེ་རིང་འདི་ཁྱུག་ཙམ་གྱིས་བསྐྱར་ནས་གནད་དོན་གལ་ཆེ་གཅིག་གི་སྒང་ལ་རང་ཉིད་ཀྱི་བསམ་ཚུལ་དང། ཨ་ནི། རེ་བ་ཅིག་ཞུ་ཁ་བཅར་བ་ཡིན། དེ་ལ་སོང་ཙང་ད་འདི་ག་རེ་ཡིན་ཞུས་པ་ཡིན་ན། ད་ད་ད། སྤྱི་ཚོགས་དྲ་ལམ་ངོ་དེབ་ཀྱི་ནང་ལོག་ནས་ཨེ་ནི་ད་ད་རེ་ཉེས་ཆ་གཅིག་བྱས་ན་འདི་རྙིང་པ་ཡིན་ཟེར་གི་རེད་གཅིག་བྱས་ན་གསར་པ་ཡིན་ཟེར་གི་འདུག་བལྟས་པ་ཡིན་ན་ཕལ་ཆེར་གསར་པ་ཡིན་ས་རེད། ད་ང་རང་ཚོ

ངས་འདི་ན་སྟོན་པའི་བུ་འདི་གི་པར་འདི་ཡང། བུ་འདི་སུ་ཡིན་སུ་མིན་ངས་ངོས་ཤེས་ཀྱི་མེད། གཅིག་བྱས་ན་བོད་པ་ཡིན་སྲིད་ཀྱི་རེད་གཅིག་བྱས་ན་རྒྱ་མི་ཡང་ཡིན་སྲིད་ཀྱི་རེད། གང་ལྟར་ཡང་ངས་ཧ་གོ་གི་མེད། ཡང་ཁ་ཅིག་གིས། བུ་འདི་ཡང་གཞན་དག་དེ་འདྲས་ཡིན་པ་ཡིན་ན་ཡང་འདི་ལ་འདི་བྱེད་ཀྱི་འདུག་ཟེར་ལབ་སྲིད་པ་རེད་དེ་འདྲས་ཀྱི་དམིགས་ཡུལ་རྩ་བ་རང་གི་མེད། གཅིག་བྱས་ན་ཁོ་རང་ངའི་དཔོན་རྒྱག་ཡང་ཡིན་སྲིད་ཀྱི་རེད་ཧ་གོ་ཡ་ཡོད་མ་རེད། གང་ལྟར་ཡང། ཨེ།

ད་རྟགས་ཉག་གི་དམིགས་ཡུལ་དེ་ཚོ་ཡག་པོ་ཞོར་རེ་བཞག་ང་རང་ཚོ་གི་བོད་ཀྱི་རིག་གཞུང་སྲོང་སྐྱོབ། ལྷག་པར་དུ་བོད་ཡིག་སྲོང་སྐྱོབ་བྱེད་སྟངས་ཀྱི་ཐབས་ཤེས་ཅིག་རེ་བཞག། དེ་འདྲ་སོང་ཙང་ད་ངས་དང་པོ་བརྗོད་གཞི་འདིའི་སྒང་ལ་མ་ཡོང་མ་ཡོང་གོང་ལ། ཨ་ནི་ཡང་ང་རང་ཚོ་སྤྱི་ཚོགས་ཀྱི་ན་གཞོན་སྐྱེས་མང་པོ་ཅིག་དེང་དུས་ཀྱི

མི་རིགས་དེ་གའི་ཡུལ་སྲོལ་གོམས་གཤིས་དེ་ག་འདྲས་ཀྱི་རེད་འདོད། མི་རིགས་དེ་གའི་ཨ་ནེ་ཅིག་ཆོས་ལུགས་ཀྱི་འགྲོ་སྟངས་དེ་ག་འདྲས་ཀྱི་རེད་འདོད་དེ་གཅིག་བཤད་འགོ་དགོས་པ་རེད། ད་ག་ནང་བཞིན་གྱི་ཨ་ནེ་ཅིག་རྒྱལ་ཁབ་གཞན་དང་གཞན་གྱི་རིག་གཞུང་གི་འགྲོ་སྟངས་དེ་ག་འདྲས་རེད་འདོད། རྒྱལ་ཁབ་གཞན་གྱི་མི་རིགས་དེ་གའི་ཡུལ་སྲོལ་གོམས་གཤིས་དེ་ག་རེད་འདོད། རྒྱལ་ཁབ་གཞན་གྱི་ཆོས་ལུགས་ཀྱི་འགྲོ་སྟངས་དེ་ག་རེད་འདོད། འདི་འགའི་དབྱེ་བ་ཕྱེ་བ་དེ་གལ་ཆེན་པོ་ཤོས་ཅི་རེད། དེ་ལ་སོང་ཙང་ད་ང་རང་ཚོ་བོད་མི་རིགས་ཀྱི་རིག་གཞུང་གི་ནང་ལོགས་ནས་ཨ་ལ། མི་རིགས་དེ་གའི་ཨེ་ན་ཅིག་ཡུལ་སྲོལ་གོམས་གཤིས་དེ་ག་འདྲས་ཅིག་ལ་ངོས་འཛིན་ཞུས་ལྟས་ངེས་ཅིག་རེད་ཞུས་པ་ཡིན་ན། ང་རང་ཚོ་གི་སྨྲ་བའི་བདག་ཉིད་སྨྲ་བའི་ཁྱུ་མཆོག་ཐོན་མི་བསམ་པོ་དག་གིས་ང་རང་ཚོ་ལ་བོད་ཀྱི་ཡིག་གཟུགས་འདི་ང་རང་ཚོ་ལ་མ་ལྟ་ཅིག་གནང་བཞག་པ་ཞིག་རེད། དེ་འདྲ་བའི་ཡིག་གཟུགས་འདི་བརྒྱུད་ནས་ཨེ་ནི་སངས་རྒྱས་ཀྱི་གསུང་དྲི་མ་མེད་པ་འདི་ང་ཚོས་སྦྱང་ཐུབ་ཀྱི་ཡོད། འདི་ང་ཚོ་གིས་ཤེས་དགོས་པ། དེ་ནས་བཟུང་ད་ག་རང་བཞིན་གྱིས་ང་རང་ཚོ་བོད་པ་ཟེར་མཁན་དེ་ནང་པ་སངས་རྒྱས་པ་ཅིག་ལ་དད་མོས་བྱེད་མཁན་ཞིག་རེད། ནང་པ་སངས་རྒྱས་པ་ལ་དད་མོས་བྱེད་པའི་སྐབས་ལ་ང་ཚོ་གིས་སྐྱབས་གནས་དཀོན་མཆོག་གསུམ་ཁས་ལེན་དགོས་དགོས་ཡོད། སྐྱབས་གནས་དཀོན་མཆོག་གསུམ་ཟེར་དུས་ནི་སངས་རྒྱས་དཀོན་མཆོག། ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་དེ་བཞག་དགོས་པ། སངས་རྒྱས་དཀོན་མཆོག་ཟེར་དུས་ད་ནི་སངས་རྒྱས་དངོས་སུ་ང་རང་ཚོ་གིས་ཨེ་ན་ཅིག། ད་ཅིག་བརྒྱ་ཆ་བརྒྱ་ནས་བརྒྱ་ནས་ཚང་མ་ལ་མཇལ་ཐུག་གི་མ་རེད་དེ་རེ་ད་རེ་སུ་ན་སངས་རྒྱས་ཀྱི་ཨེ་ནས་ཞལ་གཟིགས་པ་དེ་འདྲས་ཡོང་གི་ཡོད་རེད། ཡིན་ནའི་ད་ང་ཚོ་བརྒྱ་ཆ་དགུ་བཅུ་གོ་དགུ་བརྒྱ་ཆ་བརྒྱ་མན་ཚེ་གཅིག་ལ་ག་རེ་སངས་རྒྱས་ཀྱི་ངོ་བོ་བཞག་འོང་བར་ཟེར་བ་ཡིན་ན་ཨེ་ནས་སངས་རྒྱས་ཀྱི་འདྲ་སྐུ་དེ་སངས་རྒྱས་ཀྱི་ངོ་བོ་ལ་བཞག་ནས་ང་ཚོ་གི་སྐྱབས་བཅོལ་གོ་དགོས་ཡོད་རེད། སངས་རྒྱས་དཀོན་མཆོག་དེ་ནས་ཆོས་དཀོན་མཆོག་ཟེར་དུས་ཙང་ནས་ཆོས་དཀོན་མཆོག་དེ་སངས་རྒྱས་ཀྱི་གསུང་དྲི་མ་མེད་པ་དེ་ཡིན་དགོས་ཀྱི་ཡོད། སངས་རྒྱས་ཀྱི་གསུང་དྲི་མ་མེད་པ་དེ་ནི་ག་རེའི་ནང་ནས་ང་ཚོས་མཇལ་དགོས་ཀྱི་རེད་ཞུས་པ་ཡིན་ན། སངས་རྒྱས་ད་ལྟ་ཞལ་བཞུགས་ཡོད་མ་དེ་ནི་སངས་རྒྱས་ཀྱི་གསུང་དྲི་མ་མེད་པ་ཅིག་ང་ཚོས་སློབ་སྦྱོང་བྱེད་ཡག་རེད། ཧ་ཅང་དཀའ་ལས་ཁག་པོ་རེད། དེ་འདྲ་སོང་ཙང་སངས་རྒྱས་ཀྱི་གསུང་དྲི་མ་མེད་པ་ཅིག་ད་ག་རེའི་སྒང་ནས་གླས་དགོས་ཟེར་ན་ང་རང་ཚོ་ནང་པ་སངས་རྒྱས་པ་ལྟ་བུ་ཅིག་ལ་ཆ་བཞག་པ་ཡིན་ན། བོད་པ་ལྟ་བུ་ཅིག་ལ་ཆ་བཞག་པ་ཡིན་ན། དེ་ནི་འཐུས་མི་སམ་པོ་བྲག་གིས་གནང་བཞག་པའི་བོད་ཀྱི་ཡིག་གཟུགས་འདིའི་སྒང་ནས་སངས་རྒྱས་ཀྱི་གསུང་དྲི་མ་མེད་པ་འདི་ང་ཚོས་སྦྱང་དགོས་ཀྱི་ཡོད་རེད་སྦྱང་ཐུབ་ཀྱི་ཡོད་རེད། དེ་འདྲ་བའི་ཡིག་གཟུགས་དཀར་མིན་སུམ་ཅུ་འདི། དབྱངས་བཞི་དང་སྐར་མའི་སུམ་ཅུ་དེ་ཨེ་ནི་སངས་རྒྱས་ཀྱི་གསུང་གིས་ཆོས་དཀོན་མཆོག་གི་ངོ་བོ་ལ་བཞག་ནས་ང་ཚོས་བརྩི་བཀུར་བྱེད་དགོས་ཀྱི་རེད། དེ་བཞིན་དུ་དགེ་འདུན་དཀོན་མཆོག་ཟེར་དུས་ནས་ཨེ་ནི་རབ་ཏུ་བྱོན་པའི་སྡེ་དེ་ལ་ང་ཚོ་གིས་དགེ་འདུན་དཀོན་མཆོག་བཤད་དགོས་ཀྱི་རེད། ཞུ་དགོས་ཀྱི་རེད། དེ་འདྲ་སོང་ཙང་ད་ལྟ་ན་ཞུ་བྱ་གཙོ་བོ་དེ་ང་ཚོ་བོད་ཡིག་ཡིག་གཟུགས་ཀྱི་སྒང་ལ་ཡིན་དུས་ཙང་ནས་ང་ཚོ་གིས་བོད་པ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱ་གིས་ཨེ་ནི་ཆོས་དཀོན་མཆོག་ཟེར་དུས་ནི་ཨེ་ནི་ང་རང་ཚོ་གི་བོད་ཀྱི་ཡི་གེ་འདི་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད། ཨོ་ར། དེ་ནི་སོང་ཙང་སངས་རྒྱས་ཀྱི་གསུང་དྲི་མ་མེད་པ། པུ། པུ་ཏི། བརྒྱད་ཁྲི་བཞི་སྟོང་འདི་ཚང་མ་བོད་ཀྱི་ཡིག་གཟུགས་ཀྱི་སྒང་ནས་མ་གཏན་འབེབས་ཞུས་ཡོད་རེད་མ་གཏོགས་གཞན་ཨེ་ནི་ང་ཚོ་བོད་ནང་ལོགས་ལ་ཨིན་ཇི་དང་ཧིན་དི་དང་དེ་འདྲའི་སྒང་ནས་མཇལ་ཡ་ཡོད་མ་རེད། དེ་ནི་སོང་གསུང་དེང་སྐད་ཀྱི་ནང་ལོགས་ལ་ད་ལྟ་གངས་ཆེན་པོ་ཟེར་ཡག་གི་ཚིག་འདི་འགྱེད་ཆ་ཚང་ཞིག་ཡོད་རེད། འདི་གཅིག་ང་ཚོས་ཤེས་འགོག་དགོས་པ་རེད། རེད་མ། དེ་རེད། ཨ་ནི་ང་རང་ཚོ་གི་རིག་གཞུང་ཟེར་ཡག་འདི། ང་ཚོ་གི་རིག་གཞུང་ཟེར་ཡག་འདི། ཨ་ནི། གསོ་སྐྱོང་བྱེད་ཡག་དང་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་བྱེད་ཡག་ལ་ཐབས་ལམ་རྣམ་ཡང་སྣ་ཚོགས་ཅིག་ཡོད་རེད། ཡོད་པའི་བརྒྱུད་རིམ་གྱི་ནང་ལོགས་ནས་འོ་ནི་ཐབས་ལམ་གང་དང་གང་ང་ཚོ་ལ་ཡག་པོ་ཆགས་ཀྱི་ཡོད་རེད་ཐབས་ལམ་གང་དང་གང་གིས་རིག་གཞུང་འདི་སྲོང་སྐྱོབ་བྱེད་པའི་ཁུལ་བྱས་པ་ཡིན་ནས་འདི་གིས་རིག་གཞུང་འདི་ལ་ནི་ཅིག་འཕྱ་སྨོད་དང་ཁྱད་གསོད་དང་མཐོང་ཆུང་དང་འོ་འདི་འདྲའི་ཆ་ཡང་མི་སྲིད་པ་མ་རེད། འདོད་སོང་དང་འདི་ཡང་ཤེས་དགོས་ཡ་དེ་གལ་ཆེན་པོ་རེད། དེ་གཅིག་རེད། ད་ཕྱོགས་གཞན་ཞིག་ནས་རྒྱལ་ཁབ་གཞན་དང་གཞན་གྱི་རིག་གཞུང་གི་འགྲོ་སྟངས་དེ་གང་འདྲའི་རེད། ཆོས་ལུགས་ཀྱི་འགྲོ་སྟངས་དེ་གང་འདྲའི་རེད། མི་རིགས་ཀྱི་གོམས་གཤིས་དེ་གང་འདྲའི་རེད་པས་འདི་ཤེས་དགོས་ཡ་རེད། འཛམ་བུ་གླིང་གི་ནང་ལོགས་ལ། རྒྱལ་ཁབ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་བཅུ། གོ་བརྒྱད་ཙམ་ཅིག། ཨེ་ནས་རིག་གཞུང་སི་ཏུས་ད་ནས། ང་ཚོ་བོད་ཀྱི་རིག་གཞུང་རྩིས་བཟང་ནང་བཞིན་ཁོང་ཚོས་རྩིས་ཀྱི་མ་རེད་འདི་གཅིག་ཤེས་དགོས་ཀྱི་ཡོད། ད་ག་ནང་བཞིན་ཁོང་ཚོ་གིས་ཁོ་རང་ཚོ་གི་ཆོས་ལུགས་ཀྱི་མཐུན་པའི་འགྲོ་སྟངས་ཀྱི་ཡོད་རེད། འོ་འདི་ཁོ་རང་ཚོ་ཁོ་རང་ཚོ་གི་ཆོས་ལུགས་ཀྱི་འགྲོ་སྟངས་གང་ནས་རྩིས་ཀྱི་ཡོད་རེད་ཁོང་ཚོ་གི་ཡི་གེ་དེ་ཆོས་ལུགས་དང་འབྲེལ་བ་ཡོད་པ་ཅིག་ཕལ་ཆེར་ཤེས་ཀྱི་ཡོད་མ་རེད་འདི་གཅིག་ང་ཚོ་ཤེས་དགོས་ཀྱི་ཡོད། ད་ག་ནང་བཞིན་ང་ཚོ་གི་ཨ་ནི་གཅིག། ཆོས་དཀོན་མཆོག་ཞེས་པ་འདི་ང་ཚོ་གི་ཡི་གེ་དང་འབྲེལ་བ་ཡོད་པ་ཤེས་གི་ཡོད་རེད་པ། ཨེ་ནི་ཕྱི་ལུགས་ཀྱི་ཁོ་རང་ཚོ་གི་ཆོས་དཀོན་མཆོག་ཟེར་ཡག་ཅིའང་ངོས་འཛིན་བྱེད་ཀྱི་ཡོད་དེ་མེད་དེ་ཡང་ཐེ་ཚོམ་རེད། ཁོ་ཚོ་གི་གང་ཡིན་ནས་ཧིན་དུ་ཡིན་ན་ཁོ་རང་ཚོ་གི་ལྷ་དེ་རེད། ཁ་ཆེ་ཡིན་ན་ཁོ་རང་ཚོ་གི་ཨ་ལགས་ཡིན་ཟེར་གི་རེད། ཡིག་གཞུང་ཡིན་པ་ཡིན་ན་ཁོ་རང་ཚོ་གི་ཇི་སྲིད་ཡིན་ཟེར་གི་རེད་མ་གཏོགས་གཞན་དེ་ལས་སྤྲོས་པས། ཕལ་ཆེར་ཨེ་ནི་ཡི་གེའི་སྒང་ལ་མང་གཏན་འབེབས་བྱས་པས་ཨེ་ནི། སྐྱབས་བཅོལ་ས་ཅིག་དང་དེ་འདྲས་ཅིག་ཁོང་ཚོ་གི་ཐར་བར་འགྲོ་སའི་ལམ་ལྟ་བུ་ཅིག་ཁོང་ཚོས་གཙང་བར་ནི་ངོས་འཛིན་བྱེད་ཀྱི་ཡོད་མ་རེད། དེ་འདྲ་སོང་ཙང་ང་ཚོས་དེ་ཡང་ཡིན་བ་བཞིན། ཕྱི་ལུགས་ཨིན་ཇི་དང་དེ་ཚོས་འདི་བྱེད་ཀྱི་འདུག་ང་ཚོ་འདི་བྱེད་ཀྱི་ཡིན་ལབ་པ་ཡིན་ན། ཁོ་ཚོ་གིས་ཡི་གེ་འདི་ལ། ཐར་པ་ལ་འགྲོ་སའི་ཨེ་ཅིག་ལམ་དང་ཆོས་སྒྲོག་པ་ཅིག་ལ་བརྩི་གི་འདུག་བས་མི་འདོད། འོ་ན་ང་ཚོས་ཨེ་ནི་ཡི་གེ་འདི། དབྱངས་བཞི་དང། དཀའ་མེད་སུམ་ཅུའི་ཨེ་ཅིག། བཀའ་དྲིན་ཆེ་བའི་ཡིག་གཟུགས་འདི། ང་ཚོ་གིས་ཐར་པ་ལ་ཐམས་ཅད་མཁྱེན་པ་ལ་འགྲོ་སའི་ཨེ་ཅིག། སྒྲོན་མེ་ལྟ་བུ་ཅིག་ལ་ང་ཚོས་ངོས་འཛིན་བྱེད་ཀྱི་ཡོད་རེད། དེ་འདྲ་སོང་ཙང་འདི་གནད་འགག་ཆེན་པོ་ཤོས་ཤིག་ཆགས་བསྡད་ཡོད་རེད། ད་ག་ནང་བཞིན་མི་རིགས་ཀྱི་སྒང་ནས་ཆགས་བཞག་པའི་ནས་ང་ཚོ་གི་མི་རིགས་དེ་གོང་ལ་བཞུད་པ་ཡིན། ཕྱི་ཕྱི་རྒྱལ་ཁག་གི་མི་རིགས་དེ་གི་ཨེ་འདི་འདྲས་ཅིག་བརྩི་གི་རེད་པས་ལ་ན་འདི་ཁོང་ཚོ་ལ་ཡོད་ཨ་མ་རེད། འདི་གཅིག་བསམ་བློ་གཏང་དགོས་ཀྱི་ཡོད་རེད། དེ་འདྲས་སུ་མང་པོ་ཅིག་ཡང་འདི་སྐད་ཆ་བཤད་ཡོང་དུས་ཙང་ནས་ཨ་ཁོ་བུ་སུ་དོག་པོ་རེད་ཁོ་ཀླད་པ་རྙིང་པ་རེད་ཟེར་ལབ་སྲིད་གི་རེད།

དེ་ནི་དཔྱད་པ་བྱས་ནས་སྐད་ཅིག་བཤད་པ་འདི་ཀླད་པ་རྙིང་པའི་ནང་ལ་ཚུད་ཀྱི་ཡོད་མ་རེད་འདི་རེད་དེ་ནས་སོང་ཙང་ང་རང་ཚོ་གཞོན་སྐྱེས་མང་པོ་ཅིག་གིས་དོན་བཟང་དུས་ཚོད་ལ་ཨེ་ནི་ཅིག་ཨིན་ཇིའི་སྐད་རྒྱབ་པ་ཡིན་ན Open Mind ཨ་ང་ཚོ་གུ་ཡངས་ཀྱི་སྲིད་ཇུས་ཡིན་ཟེར་བསམ་བློ་དེ་འདྲས་ཞིག་བཏང་ནས་ང་ཚོ་གི་རིག་གཞུང་སྲོང་སྐྱོབ་བྱེད་སྟངས་ལ་འབད་བརྩོན་བྱེད་ཀྱི་ཡོད་རེད་འདི་བྱེད་སྟངས་མ་ཤེས་པའི་དབང་གིས་ད་གནས་ཚུལ་འདི་འདྲས་ཡོང་བསྡད་ཀྱི་ཡོད་རེད། དེ་འདྲ་གསུངས་དང་འདི་ང་ཚོ་དང་པོ་ཤེས་དགོས་ཀྱི་ཡོད་རེད་ད་དེ་རིང་ངས་ཞུ་ཡག་གི་སྐད་ཆ་གཙོ་དེ་ག་རེ་ཡིན་རུང་ད་ལྟ་བོད་ནང་ལོགས་ནས་གངས་ཆེན་པོ་ཟེར་ཡག་གི་ནི་ཕོ་བཟང་ཞིག་འདུག་ཕོ་བཟང་དེ་འདི་རེད་རེད་བ་ད་ཁོ་རང་ག་རེ་ཡིན་ནི་སུ་ཡིན་ངས་ཧ་གོ་གི་མེད་ཡིན་ནས་ཁོ་རང་གི་བོད་ཡིག་སྲོང་སྐྱོབ་བྱེད་ཡག་གི་ཆེད་དུ་ཨེ་ནི། ཐབས་ལམ་འདི་བརྒྱ་ཆ་བརྒྱ་ནས་བརྒྱ་ནོར་བ་ཞིག་རེད། དེ་འདྲ་བའི་ཐབས་ལམ་བྱས་པ་ཡག་པོ་རེད་ཡིན་ནའི་འདི་ནོར་བ་རེད་ད་ནོར་བ་དེ་ནོར་བ་ཤེས་ནས་མ་འོངས་པ་ལ་འདི་འདྲའི་རིགས་མ་ཡོང་ཡ་ལ་ངས་འབོད་སྐུལ་དང་རེ་བ་ཞུ་གི་ཡོད་རང་རིགས་སྤུན་ཟླ་ཞིག་ཡིན་པའི་ཆ་ནས། གལ་སྲིད་སྤུན་ཟླ་ཞིག་ཡིན་པ་ཡིན་ན། གལ་སྲིད་སྤུན་ཟླ་ཞིག་མིན་པ་ཡིན་ན་ཨེ་ནི་མི་རིགས་གཞན་གྱིས་ང་ཚོ་བོད་ཀྱི་ཡི་གེ་འདི་འདྲས་སུ་བེད་སྤྱོད་མ་བྱེད་རོགས་ངས་ཞུ་ཡ་ཡིན།

ང་ཚོ་གིས་རྐང་སུབ་སྒང་ལ་བེད་སྤྱོད་བྱས་ཡོད་རེད། རྐང་སུབ། འདི་རེད། ད་འོ་ན། ཕོ་བཟང་ཁོ་རང་ལ། ཨིན། ད་ང་ཚོ་གིས་མིའི་ལུས་སྟེང་གི་ནང་ནས། གུ་ཡངས་ཀྱི་ནང་ལོགས་ནས་ལུས་སྟེང་གི་ད་ཅིག་བཙོག་ཤོལ་དང། དུག་ཤོལ། བརྩི་ས་འདི་གཉིས་ཀྱི་ཡུལ་འདི་ལ། འདི་གཉིས་ཀྱི་འདི་གཉིས་ལ་བེད་སྤྱོད་བྱེད་ཡག་གི་དུག་ལོག་འདི་ལ་མ་གཏོགས་ཨིན། བེད་སྤྱོད་བྱེད་ས་མ་རག་པ་རེད་པས། བྱས་ན་མ་འཇུག་པ་རེད་པས་དེ་ཚོ་ཚང་མ་དྲི་བ་རེད་དེ་འདྲ་སོང་ཙང་ངས་བོད་ཀྱི་གཞོན་སྐྱེས་ཚོ་ལ་ཞུ་ཡག་ལ་བོད་ཀྱི་རིག་གཞུང་གི་སྒང་ནས་ཡི་གེ་འདི་འདྲ་བྲིས་དགོས་ཡོད་པ་ཡིན་ན་ད་ཁྱེད་རང་ཚོ་སྟོད་གོས་ལ་བྲིས་ཆོག་གི་རེད་ཞྭ་མོ་ལ་བྲིས་ཆོག་གི་རེད་པི་གུ་ལ་བྲིས་ཆོག་གི་རེད་ལྟོ་ཕད་ལ་བྲིས་ཆོག་གི་རེད་ཁྱེད་རང་ཚོ་གི་མོ་ཏྲ་ལ་བྲིས་ཆོག་གི་རེད་སྦག་སྦག་ལ་བྲིས་ཆོག་གི་རེད་ཁ་བ་ལ་བྲིས་ཆོག་གི་རེད་ག་བ་ཡིན་ནས་བྲིས་ཆོག་གི་རེད་ད།

ཨ་ནི་བོད་ཡིག་གི་ཆུང་ཆུང་དེ་འདྲའི་ག་རེ་རེད། རེད་བ། ཨ་ནི། ཨུ་ཚུགས་ཀྱི་སྒང་ལ་བོད་ཡིག་དེ་ཆེན་པོ་ཞོ་ཅིག་བྲིས་ཡོད་རེད། ཨིན་ཇི་དེ་ཆེན་པོ་ཞོ་ཅིག་བྲིས་ཡོད་རེད། ད་འདི་གཉིས་ཆེ་ཆུང་གཅིག་པ་བྲིས་དགོས་ཡག་དང། རྟོག་དཔྱད་ཀྱི་སྒང་ལ་བོད་ཡིག་དེ་ཆུང་བ་དང་རྒྱ་ཡིག་དེ་ཆེ་བྲིས་དགོས་ཡག་གི་རྒྱུ་མཚན་ག་རེ་ཆགས་རེད། རེད་བ། ཨ་ནི་བོད་ཡིག་དེ་ཆེ་ཆུང་གཅིག་པ་བྲིས་དགོས་རེད་བ། འདི་ཚོ་ཚང་མ་དོགས་གཞི་བགྱི་ཡག་གི་གནད་འགག་ཅིག་རེད་རེད་མ། ད་ང་ནང་བཞིན་གྱི་དེའི་རྒྱབ་ལོག་གི། ཨ་རྒྱབ་ལོག་གི་འདི་གང་ལ། རྒྱབ་ལོག་ལ་འདི་ལ་ལྟ་ད་འདི་ནང་ལ་བོད་ཡིག་མཐོང་ཡག་གང་ཡོད་མ་རེད། འདི་ཡང་གནད་འགག་ཅིག་རེད། དེ་ནས་བཟུང་དང། གང་ཟག་དང་རང་ལ་ཀུན་སློང་ལ། ཏན་ཏན་འདི་ཡོད་གི་མ་རེད་འདི་གི་ཐོག་མའི་ཇུས་འགོད་བྱེད་མཁན་དེ་སུ་ཡིན། སུས་བྱས་པ་ཡིན་སུས་དངུལ་སྤྲད་པ་ཡིན་དེ་ཚོ་ཡང་གནད་འགག་ཅིག་ཡིན་ཆགས་བསྡད་ཀྱི་འདུག་གང་ལྟར་ཡང། ང་ཚོ་གིས་བོད་མི་རིགས་ཀྱི་རིག་གཞུང་སྲོང་སྐྱོབ་བྱེད་དགོས་ཀྱི་ཡོད་པ་ཡིན་ན། རིག་གཞུང་སྲོང་སྐྱོབ་དེ། བྱེད་སྟངས་བྱེད་ལུགས་བྱེད་རྩོལ་ཤེས་པའི་སྒང་ནས་བྱེད་དགོས་ཀྱི་ཡོད་རེད་མ་གཏོགས། རིག་གཞུང་སྲོང་སྐྱོབ་དེ་བྱེད་ཡག་དེ། བྱེད་ཚུལ་དེ། ཨེ་ནི་རིག་གཞུང་འདི་ལ་ཁྱད་གསོད་དང་མཐོང་ཆུང་དང་དམའ་འབེབས་བཏང་ཡག་གི་རྣམ་པའི་སྒང་ནས་རིག་གཞུང་སྲོང་སྐྱོབ་བྱས་པ་ཡིན་ན། འདི་རིག་གཞུང་སྲོང་སྐྱོབ་བྱས་པ་ལས་མ་བྱས་པ་ཡག་ཡོད་རེད།

ཨ་མ། སྤྲད་པ་འདི་ཡག་པོ་འདུག་ཟེར་གི་མ་རེད་མི་སུ་གཅིག་གིས། བོད་པ་མི་དེ་འདྲས་གཅིག་གིས། ཨེ་ནི་ཉྭ་བསད་གི་འདུག་བྱིའུ་བསད་གི་འདུག་བ་ལྕུག་བསད་གི་འདུག་ལུག་བསད་གི་འདུག་ཟེར་གི་རེད། ཧོང་ཕ་གིའི་གིས། ལས་དོན་ཁོ་ན། ཆུང་ཆུང་བྱ་གི་རེད་ལས་དོན་དམིགས་པ་ངོ་མ་དེ། དེ་འདྲ་སོང་ཙང་ང་རང་ཚོ་བོད་པའི་གཏམ་དཔེ་ལོས། ཉྭ་བསད་ཁྱི་ལ་སྟེར་དེ་ལ་དགེ་བའི་མཚན་ཉིད་མེད་ཟེར་གི་ཡོད་དེ་བཞིན་དུ་ཆགས་ཀྱི་ཡོད་དེ། རིག་གཞུང་སྲོང་སྐྱོབ་བྱེད་སྟངས་འདི། དེ་འདྲ་སོང་ཙང་ངས་གཞིས་བཞུགས་བོད་རིགས་སྤུན་ཟླ་ཚོ་གི་ལྟ་བ་ཡག་ན་ཚོ་ལ་གལ་ཆེན་པོ་ཁྱེད་རང་ཚོ་ཆོས་ཁས་ལེན་རུང་ཁས་མ་ལེན་རུང་གང་ལྟར་ཡང་ང་རང་ཚོ་གི་རིག་གཞུང་དེ་ང་ཚོ་གི་རིག་གཞུང་དེ་ལ་ང་ཚོ་གི་ཆེ་མཐོང་བྱེད་དགོས་བར་ང་ཚོ་གི་རིན་ཐང་བརྩི་དགོས་ཀྱི་བར་ང་ཚོ་གི་རིག་གཞུང་དེ་ལ་ང་ཚོ་གི་རིན་ཐང་མ་བརྩི་བ་ཡིན་ན་འཛམ་བུ་གླིང་ནང་ལ་སུ་གཅིག་གིས་བརྩི་གི་མ་རེད། འོ་འདི་ངས་བཤད་བསྡད་ཀྱི་ཡོད་ཡང་ཆོས་ཕྱོགས་གང་ནས་བཤད་པ་ཡིན་ན་ང་ཆོས་ཁས་ལེན་གྱི་མེད་ཟེར་གྱི་རེད་བ་ཆོས་ཁས་མ་ལེན་མིན་ནས་ཁྱེད་རང་བོད་པ་ཅིག་བཀྲུས་ནས་མ་བརྟགས་པའི་བོད་པ་ཅིག་ཁྱེད་རང་གི་ཁྲག་རྒྱུད་ཀྱི་ནང་ལོགས་ལ་འཐུས་མི་སམ་བོ་ད་དང་འབྲེལ་བའི་ཁྲག་རྒྱུད་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ཨེ་ནི་རིག་གཞུང་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་པ་ཡིན་ན་རིག་གཞུང་སྲུང་སྐྱོབ་བྱེད་སྟངས་དེ་ཚད་དང་ལྡན་པ་ཅིག་རུག་གསུང་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་རིག་གཞུང་སྲུང་སྐྱོབ་བྱེད་ཀྱི་ཡིན་རིག་གཞུང་འདི་ལ། མཐོང་ཆུང་དང་ཁྱད་གསོད་དང་དམའ་འབེབས་བྱེད་ཡག་གི་རིག་གཞུང་སྲོང་སྐྱོབ་བྱས་པ་ཡིན་ན་འདི་རྒྱལ་མཚན་རྒྱང་ནས་རྒྱང་ནོར་བ་རེད་ཞུ་ཡག་ཡིན། དེ་འདྲ་སོང་ཙང་ཨེ་ནི་རྒྱལ་ཁབ་སུ་དང་སུ་ལ་ཡིན་པ་ཡིན་ནས་སོ་སོ་ཆོས་ཁས་ལེན་རོགས་ཁས་མ་ལེན་རོགས་སོ་སོའི་རིག་གཞུང་དང་སོ་སོའི་མི་རིགས་ཀྱི་ཨེན་ཅིག་ཆེ་མཐོང་བྱེད་བ་རེད་འདི་ང་ཚོ་གི་དང་པོ་རྒྱག་དགོས་སོ་སོ་སོས་དང་པོ་རྒྱག་དགོས་ཀྱི་ཡོད་རེད་མ་གཏོགས་གཞན་ཅིག་ཡོང་ནས་ཨ་ཁྱེད་རང་གི་རིག་གཞུང་སྲོང་སྐྱོབ་བྱེད་བ་རེད་ཁྱེད་རང་གི་མི་རིགས་ཆེ་མཐོང་བྱེད་བ་རེད་སུ་གཅིག་གི་ལག་ན་མ་རེད། འོ་འདི་ང་ཚོ་གི་ཤེས་དགོས་ཡ་འདི་གལ་ཆེན་པོ་རེད། ད་ཤུག་གུ་དང་ཚངས་པང་དང་དེ་ཚོ་རྐང་པའི་འོག་ལ་ལེན་པ་དེ་ཚོ་བསམ་བཞིན་དུ་མ་བྱས་པ་ཅིག་རེད་བསམ་བཞིན་དུ་བཟོས་ཡོད་མ་རེད་རྐང་པའི་འོག་ལ་སླེབས་ཉག་དང། དོམ་རྒྱབ་ལ་བཟོས་ཡོད་མ་རེད་བ། དེ་ནི་ཁོ་རང་བཞིན་གྱིས་བྱུང་པ་ཡིན་ན་གནས་ཚུལ་ཐ་དད་རེད་དེ་ཚོ་ལ་ཡང་ང་ཚོ open mind ཟེར་ཡ་དེ་འདིའི་སྐབས་སུ་ཁེགས་དགོས་ཡོད་རེད། ད་འདི་འདི་བསམ་བཞིན་དུ་བཟོས་པ་ཡིན་དུས་ད་ནས་འདི་ཏག་ཏག་བསྡད་ཀྱི་ཡོད་མ་རེད་འོ་འདི་ཅིག་བྱུང་དུས་བྱུང་སོང། ད་འདི་ངའི་བསམ་ཚུལ་རེད་ཨ་ནེ་རྣམ་པ་ཚོ་གི་ཡང་འདི་ནས་འཛུགས། བློ་རྒྱ་ཡག་ན་ཚོགས་ཀྱི་དགོངས་ཚུལ་གསུང་ནས་འགྲིག་གི་འདུག་ཞུ་ཡག་ཡིན། ཐོག་ཅེ་ཆེ་ཨེ་འདི་བོད་ནང་ལ་སླེབས་པ་ཞིག་གནང་རོགས་གནང་ཞུ་ཡག་ཡིན།